ནང་པ་དང་ནང་ཆོས་དང་ཏཱ་ནུབ་ཕྱོགས་ལ་ནི་རེད་ད་བོད་དང་ནུབ་ཕྱོགས་གཉིས་ཀྱི་ཨ་ནི་ལྟ་གྲུབ་གཉིས་ཀའི་གི་ཐུན་མོང་ལ་ཨ་ནི་ཚད་མ་ཟེར་དེ་ལ་ག་འདྲས་ཞིག་ཡོད་ཆ་རྐྱེན་ག་རེ་ཞིག་ཡོད་ཟེར་བ་ནི་གཉིས་ཀ་ཐུན་མོང་ཡོད་ཟེར་རྒྱུ་གཅིག་རྟོག་ཞིབ་བྱེད་ཡ་གཅིག་དང་ཨ་ནི་རྗེས་དཔག་ཟེར་གཉིས་ཡོད་ར་ཚད་མ་ཚད་བའི་གནས་ལུགས་དེ་ལ་ད་དེ་ནང་ལོགས་ནི་ད་རྗེས་དཔག་ཟེར་དེ་ག་འདྲས་ཞིག་ཞིག་ཡོད་ཟེར་བ་ཡིན་ན་ད་གཏན་ཚིགས་བོད་ཆོས་དང་ནི་ཨ་ནི་ད་རྣམ་གཞག

བྱེད་པ་ཡག་པོ་བྱིན་པ་ལ་ནི་ཆ་རྐྱེན་ག་རེ་ག་རེ་ཚང་དགོས་རེད་ཟེར་ན་སྤྱིར་ན་བྱེད་པ་ཡག་པོ་ཡང་ན་བྱེད་པ་བཟང་པོ་དེ་གིས་ག་རེ་བྱེད་དགོས་ཟེར་ན་སྐུ་གིས་ཕན་ཐོགས་ཀྱི་ཡོད་རེད་རོགས་པ་བྱེད་ཀྱི་ཡོད་རེད་ས་དེ་རམ་འདེགས་བྱེད་ཟེར་ན་རོགས་པ་བྱེད་ཀྱི་ར་རོགས་པ་བྱེད་ཀྱི་ཡོད་རེད་ད་ང་ཚོ་ནས་རོགས་པ་བྱེད་ཀྱི་ཡོད་ན་རོགས་པ་བྱེད་མཁན་དེ་གང་དེ་རེད་ཟེར་བ་ཡིན་ན་ལྔ་བཅུ་དེ་ཚོ་རོགས་པ་བྱེད་མཁན་དེ་རེད་ཟེར་ད་ལྔ་བཅུ་ལ་ནི་ག་རེ་ལབ་ཀྱི་ཡོད་རེད་ད་ང་ཚོ་འདི་ན་ཐ་སྙད་ཁ་ཤས་ཤིག་ཤེས་དགོས་ལྔ་བཅུ་ཟེར་དེ་དང་ཁྱད་ལྡན་ཟེར་དེ་དང་དེ་ཚོ་ང་ཚོས་ཤེས་དགོས་པའི་ཞིག་རེད། ད་སྔ་བཅོས་ལེན་ན་ག་རེ་ལབ་ཀྱི་ཡོད་རེད་ཟེར་བ་ཡིན་ན། ད་དེ་ང་ཚོ་ཧ་ཅང་གི་དཔེ་བྱ་བ་ནས་ཟིན་གྱིས་ད་ཨ་ནི། བྱས་པ་ཐམས་ཅད་མི་རྟག་པ་རེད། སྒྲ་བྱས་པ་རེད། འདི་རྒྱུ་མཚན་གྱིས་སྒྲ་མི་རྟག་པ་རེད་ལབ་ན། གང་ལ་རྒྱུ་མཚན་གཉིས་འདུག་ཨ། བྱས་པ་ཐམས་ཅད་མི་རྟག་པ་རེད་ཟེར་དེ་དང། སྒྲ་བྱས་པ་རེད་ཟེར་དེ་གཉིས་གཉིས་ལ་སྔ་བཅོས་ལབ་ཀྱི་ཡོད་རེད། ད་སྔ་བཅོས་འདི་གཉིས་གཉིས་ཀྱིས་ཨ་ནི་རོགས་པ་བྱེད་ཀྱི་ཡོད་རེད།

བྱས་ཙང་སྔ་ཆོས་ཀྱི་གྲུབ་དོན་བདེན་པར་བཟུང་བས་ལ་ནི་ཕན་ཐོགས་ཀྱི་ཡོད་རེད། འདིར་ར། འདི་བྱས། ད། འདི་བྱས་ནས་དེ་ནས་ད་ང་ཚོ་ད་དཔེ་མཚོན་གཞན་ཅིག་ཐོག་ནས་བྱ་བ་ཡིན་ན་ད་ལྟ་འདིའི་སྐབས་སུ་ད་ན་འདིར་ད། ཨ་ནི་ད་དེ་འདྲ་ད་ལྟ་བར་དུ་ང་ཚོ་འགྲོའི་ལྟ་ཅི་ལ་ཁྱད་པར་འཕགས་པ་ཟད་དེ་འགྲོ་གི་ཡོད་རེད་ད། ཡང་འདི། ཞུ་བྱ་ན། ད་འདི་སྣང་བ་ན་ང་ཚོ་ཨ་ནི་ལངས་པ་གཉིད་འགྲོ་བཞིན་དུ། གཏན་ཚིགས་ཟེར་ཞེས་ན་རྩིས་བསྐོར་ཟེར་ཞེས་ཨང་རྩིས་བསྐོར་དེ་ཚོ་ད་འདྲ་དངོས་ལ་རྩིས་བསྐོར་ཨང་ཡག་པོ་ཅིག་ཧ་མ་གོ་ན་འདི་ག་ལ་མགོ་རྙོག་རོགས་མ་གཏོགས་ཕན་ཐོགས་ས་མ་རེད་ང་ཚོས་རྩིས་བསྐོར་འདི་ང་ཚོས་སྒྲོ་མི་གོ་བ་ཞིག་ཞུ་ར། ད་དེ་གནང་རོགས་ནས་གཏན་ཚིགས་ཀྱི་སྐོར་དེ། ད་དེ་གཏན་ཚིགས་ཀྱི་སྐོར་དེ་དཔེར་ན་འདི་གནང་རོགས་ལ་དགེ་འདུན་པ་ཚང་མ་སྙིང་རྗེ་ཅན་ཡིན། སྙིང་རྗེ་ཅན་གྱི་མི་ཚང་མས་ཚེ་སྲོག་ལ་བརྩི་བཀུར་བྱེད་ཀྱི་རེད། འདི་རྒྱུ་མཚན་གྱིས་དེས་ན་དགེ་འདུན་པ་ཚང་མས་ཚེ་སྲོག་ལ་བརྩི་བཀུར་བྱེད་ཀྱི་རེད་ཟེར་བཞིན་ཡོད། ད་དགེ་འདུན་པ་ཚང་མ་སྙིང་རྗེ་ཅན་ཡིན། ད་དགེ་འདུན་པ་ཡིན་ན་གཉིས་འབྱོར་ཅན་བས་ཁྱབ་ཟེར་དེ་རོ་དང་ལྟར། ད་དགེ་འདུན་པ་ཚང་མ་གཉིས་འབྱོར་ཅན་རེད་ཟེར་གཅིག་བྱས། གཉིས་འབྱོར་ཅན་གྱི་མི་ཚང་མས་ཀྱིས་ཁྱེད་ཚོ་ལ་ཨ་ནི་བརྩི་བཀུར་བྱེད་ཀྱི་རེད་ཟེར། ད་འདི་ཡིན་པའི་རྒྱུ་མཚན་གྱིས་ཨ་ནི་དགེ་འདུན་པ་ཚང་མས་ཁྱེད་ཚོ་ལ་བརྩི་བཀུར་བྱེད་ཀྱི་རེད་ཟེར་དེ་ཅི་ལ་ཁྱད་པར་འཕོག་པ་ཟེར་འདིར་ཅི་ག་རེ་ཟེར་བ་ཡིན་ན་དགེ་འདུན་པ་ཚང་མ་གཉིས་འབྱོར་ཅན་ཡིན་པ་དེ་དང་གཉིས་འབྱོར་ཅན་ཚང་མས་ཀྱིས

སྙིང་རྗེ་ཅན་གྱི་མི་ཁ་ཤས་ཀྱིས་ཚེ་བཙོན་ལ་བརྩི་བཀུར་བྱེད་ཀྱི་རེད་ལབ་པ་ཡིན་ན། ད་རྒྱུན་རྒྱུ་མཚན་འདི་གིས་ཨ་ནེ་དགེ་འདུན་པ་ཚང་མ་ཚེ་བཙོན་ལ་བརྩི་བཀུར་བྱེད་ཀྱི་རེད་ཟེར་བ་ཡིན་ན་ད་དེ་ང་ཚོས་ཁྱད་ལྡན་ཆགས་ཀྱི་མ་རེད་གང་ཡིན་ཟེར་ན། དགེ་འདུན་པ་ཚང་མ་ཚེ་བཙོན་ཨོ་ནེ་སྙིང་རྗེ་ཅན་ཡིན་པ་འདི་བྱས། སྙིང་རྗེ་ཅན་གྱི་མི་ཁ་ཤས་ཀྱིས་ཚེ་བཙོན་ལ་བརྩི་བཀུར་བྱེད་ཀྱི་ཡོད་པ་འདི་གིས་དགེ་འདུན་པ་ཚང་མས་ཀྱིས་ཚེ་བཙོན་ལ་བརྩི་བཀུར་བྱེད་ཀྱི་ཡོད་པ་འདི་སྒྲུབ་ཐུབ་ཀྱི་མ་རེད་བ། ད་ང་ཚོས་ང་ཚོས་དཔེ་གཞན་ཞིག་བྱ་བ་ཡིན་ན་ཨ་ནེ། ཡོད་པ་ཡིན་ན། རེད་ད་གང་ལྟར་ཨ་ནེ། སྒྲ་མི་རྟག་པ་རེད་ར་ཨ་ནི། མི་རྟག་པ། སྒྲ་མི་རྟག་པ་རེད། མི་རྟག་པ་འདི་མི་འདོད་ཅེས་རེད། འདི་རྒྱུ་མཚན་གྱིས་སྒྲ་འདི་མི་འདོད་ཅེས་རེད་ལབ་པ་ཡིན་ན། དེ་ཡི་ཐེག་ལྡན་དག་ལྟ་ཅི་བྱ་དགེ་བར་མ་རེད་པ། འོན་ཏེ་འདྲེས་འགྲོ་བོ་ཞིག་རེད་དེ་གང་ལྟར། འོན་ཏེ་བྱས་རྟགས་འདི་གནས་དབང་ནི་ང་ཚོ།

ད་ཁྱད་པར་དུ་སྤྱི་ཕོག་པ་ཟས་དེ་གལ་ཆེའི་སྔ་ཕྱི་བདེན་པ་ཡིན་པ་ཡིན་ན་ད་སྒྲུབ་དོན་དེ་ཕལ་ཆེར་བདེན་པ་ཡིན་དགོས་ཀྱི་རེད་སེམས་བདེན་པ་ཡིན་པའི་ཁྱད་བ་དེ་ཚེ་ནི་ཁས་ལེན་ཐུབ་ཀྱི་མ་རེད་སྨིན་ནི་བདེན་པ་ཡིན་པའི་སྲིད་ཇུས་ཆེན་པོ་རེད་ཕལ་ཆེར་བདེན་པ་ཡིན་དགོས་ཀྱི་རེད་ཟེར་ཡོད་འདུག་འདིར་ད་ང་ཚོ་འདི་ང་ཚོའི་དཔེ་མཚོན་ཡིན་བྱ་བ་ཡིན་ན་ད་ནམ་རྒྱུན་ང་ཚོ་འདྲེ་བཙུག་གི་རོགས་ད་ང་ཚོ་ནམ་རྒྱུན་གྱི་ང་ཚོ་རྣམ་འདྲེ་ནང་བའི་ལྷག་ལྡན་མ་ཉེས་པའི་ཏིང་ཏིག་བྱས་ཞེན་གྱི་འདྲེ་བཙོས་ནས་ཨ་ནི

འོན་ཏེ་བཀུར་སྟི་ང་ཚོ་ད་ཉིན་ཏུ་གཞན་པ་དེ་ནང་བ་ལ་སྤྲོད་རྒྱུ་ཞིག་འོན་ཏེ་འདི་ཞིག་ཡིན་ཐུགས་རྗེ་ཆེ་ན།